མི་རྟག་པ་ཡིན་པ་དེ་ཚང་མ་རྟག་པ་བདེན་པ་མེད་པ་དེ་ང་ཚོ་ཧ་གོ་དགོས་ཀྱི་རེད་བསམ་པ་འདུག་སུ་དང་སུ་གོ་གནས་ག་བ་ལ་སླེབས་པའི་ཡིན་པ་ཡིན་ནའི་གེ་དེ་ལ་ཡང་བསྟན་དུ་མེད་པ་ཆིག་དང་ཆིག་དེ་བས་རིང་དེ་ལ་ཡང་སོ་སོའི་གི་ལྷག་བསམ་རྣམ་དག་གི་ཐོག་ནས་ཁྲིམས་སྒྲིག་དགོངས་དོན་གི་ཚང་མ་མཉམ་དུ་ཁྲིད་ཐུབ་པའི་ཐོག་ནས་ང་ཚོ་ལས་དོན་བྱེད་དགོས་ཡ་དེ་གལ་ཆེ་ཤོས་ཡིན་པ་དེ་དང་པོ་ངས་ཚོར་སྣང་དེ་ལས་གི་རེད།

ཚོགས་གཙོའི་ལས་འཁུར་ཞུ་སྒོ་མཐའ་དག་བཅའ་ཁྲིམས་ཀྱི་དགོངས་དོན།
བཅའ་ཁྲིམས་ཀྱི་དགོངས་དོན། འགལ་མེད་ཐོག། འགལ་མེད་ཐོག། རང་དོན་ཕྱོགས་ལྷུང་དང། རང་དོན་ཕྱོགས་ལྷུང་དང། འཇིགས་ཞུམ་ཆགས་སྡང་མེད་པར། འཇིགས་ཞུམ་ཆགས་སྡང་མེད་པར། དྲང་བསྲིང།
དྲང་བདེན། ལྷག་བསམ་ཟོལ་མེད་ཀྱི་སྒོ་ནས། ལྷག་བསམ་ཟོལ་མེད་ཀྱི་སྒོ་ནས། རང་ནུས་གང་ཐེག་ཞུ་རྒྱུ།
རང་ནུས་གང་ཐེག་ཞུ་རྒྱུ། ཕྱོགས་མཚུངས་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན། ཡང་ན་ཁས་ལེན་གཙང་མ་ཞུ་ཡིན། ཕྱོགས་མཚུངས་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན།

བདག་ཞེས་བགྱི་བ། བདག་མཁན་པོ་བསོད་ནམས་བསྟན་འཕེལ་ཞེས་བགྱི་བ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གཞོན་པར་འོས་འདེམས་བྱུང་བ་ལགས་ན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གཞོན་པར་འོས་འདེམས་བྱུང་བ་ལགས་ན། བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་ཡིད་ཆེས་བློ་གཏད་ཀྱི་ཐོག་ནས། བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་ཡིད་ཆེས་བློ་གཏད་ཀྱི་ཐོག་ནས། ཚོགས་གཙོ་གཞོན་པས།
ཚོགས་གཙོ་གཞོན་པས།
ལས་འཁུར་ཞུ་སྒོ་མཐའ་དག།
ལས་འཁུར་ཞུ་སྒོ་མཐའ་དག། བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག། བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག། རང་དོན་ཕྱོགས་ལྷུང་དང། རང་དོན་ཕྱོགས་ལྷུང་དང། འཇིགས་ཞུམ་ཆགས་སྡང་མེད་པར། འཇིགས་ཞུམ་ཆགས་སྡང་མེད་པར། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས། རང་ནུས་གང་ཐེག།
རང་ཉིད་གང་ཐད་ཤེས་རྒྱུ་བསྒྱུར་རྒྱུ། ཕྱོགས་མཚུངས་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན་ཡང་ན་ཁས་ལེན་གཙང་མ་ཞུ་རྒྱུ་ཡིན། ཕྱོགས་མཚུངས་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན།

ད་བོད་ཀྱི་བུད་མེད་ཅིག་ནས་བཙན་བྱོལ་ནང་ལི་ཡ་ཇི་ནོ་ཀོང་སི་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་ང་ཚོའི་བོད་ཀྱི་མི་འབོར་བརྒྱ་ཆ་ལྔ་བཅུ་ལི་ཡ་ཨ་ནེ། ཁ་སོ་རེ་ད་ས་མིག་ཅིག་འདུག་བཟོད་བསྲན་གནང་ཡོད་རེད་འདིའི་བཀའ་དྲིན་དེ་དྲན་པའི་ཐོག་ནས་ཨ་ནེ་བུད་མེད་ཚོས་ཀྱི་ད་སོ་སོའི་ཀྱི་ནུས་པ་དང་ལྷག་བསམ་དང་ཨ་ནེ་ཅིག་ཆོད་སེམས་དེ་ཡོད་པ་ཡིན་ན་ཨ་ནེ་ཅིག་གོ་བ་ལ་ཡིན་ནའི་ཀའི་ཁྲིམས་ཞིབ་པ་ལས་ཆེ་བའི་ཐོག་ལ་ཡིན་ནའི་རེད་ཚོགས་གཙོའི་ཞབས་ཀྱག་ལ་ཡིན་པ་ཡིན་ནའི་རེད་དེ་འདྲའི་ཐོག་ལ་འཕེལ་ཡས་ཡོད་པ་ཅིག་ཏན་ཏན་དེ་རིང་དེ་ནས་ཨ་ནེ་ཅིག་ཚང་མ་ལོག་ལ་ད་ལན་དེ་ཕྱིན་ཡོད་རེད་བསམ་གྱི་འདུག་ལྷག་པར་དུ། བོད་ཀྱི་བུད་མེད་ཚོས་ཀྱིས་ཁ་སོ་རེ་ད་ལེགས་སྐྱེས་ཤོར་བ་ལེགས་སྐྱེས་དེ་ང་ཚོ་རྔན་མ་འཛིན་སྐྱོང་དང་ཆབ་སྲིད་ནང་ལ་ཡང་འགན་ཁུར་མ་ཤེས་པའི་སྐབས་ལ་ཡིན་པས་ཡིན་ནའི་ཀྱེ་ཨ་ནི་སོ་སོའི་ཁྱིམ་ཚང་དེ་ཨ་ནི་ཅིག་ཡག་པོ་བཟོ་ཡས་དང་སོ་སོའི་གྱི་བུ་ཕྲུག་ལ་ཡང་རང་མི་རིགས་ཀྱི་ཨ་ནི་ཁྱད་ཆོས་དང་ཨ་ནི་ཅིག་མི་བཟང་པོ་ཞིག་དང་མི་དྲང་བདེན་ཅིག་བཟོ་ཡས་ལ་ཡང་བུད་མེད་ཚོས་ཀྱི་ལེགས་སྐྱེས་ཕུལ་ཡོད་རེད་ད་ལྟ་འདའི་ཆ་ལ་ཡང་འཛིན་སྐྱོང་དང་ཆབ་སྲིད་གཉིས་ཆ་ནང་ལ་ཡང་ལེགས་སྐྱེས་ཕུལ་ཡས་ཀྱི་གོ་སྐབས་ཡོད་བསྡད་པ་འདི་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ཉག་གཅིག་གི་སྐུ་དྲིན་ལ་བསྟེན་ནས་བྱུང་བ་གཅིག་གི་བཀའ་དྲིན་བསམ་ཤེས་དེ་འདུག་ཞེས་བྱུང་ཞེས་ཞུ་བས་ཡིན། ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ནས་གཉིད་དུ་མནར་བའི་ཀྱི་འདས་པའི་དོན་གཅིག་དེ་ད་བུད་མེད་ལ་དམངས་གཙོ་གསོལ་རས་གནང་ནས ྋགོང་བོ་རྩིས་སྤྲད་གནང་ཡས་དེ་གལ་ཆེན་པོ་ཡིན་ཟེར་ནས་དེ་བཀའ་དགོངས་ཕེབས་རེད་དེ་ཡིག་ཟུང་གི་ཐོག་ནས་ད་ང་ཚོ་ཕྱི་དོན་ལྷན་ཚོགས་དེ་གལ་ཆེན་པོ་ཞེ་བོ་ཆགས་བསྡད་རེད། ཕྱི་དོན་ལྷན་ཚོགས་དེ་ང་ཚོ་ད་ལྟའི་བཅའ་ཁྲིམས་སྒྲོམ་གྱི་ལྟེ་བ་ཡིན་ན་མཛད་གཙོ་རྣམ་པ་ཚང་མ་གི་འབྱུང་ཁུངས་འདྲ་བོ་ཞིག་ཆགས་བསྡད་རེད་ཕྱི་དོན་ལྷན་ཚོགས་ཀྱི་ཐོག་ནས་འཐུས་ཤོར་ཕྱིན་པ་ཡིན་ན་ད་ནི་བོད་མིའི་སྒྲིག་འཛུགས་རང་བཞིན་གྱི་འཐུས་ཤོར་འགྲོ་གོ་རེད་དེ་འདི་དེ་ང་ཚོ་གལ་ཆེན་པོ་ཞེ་བོ་ཞིག་ཆགས་བསྡད་རེད་ད་མ་འོངས་པ་ང་ཚོ་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས་རྩ་བའི་ཚོགས་གཙོ་སྦྲེལ་པོ་དང་འགན་ཁུར་མཉམ་འདུས་རེད་ཡིན་ན་ཡང་ད་ང་ཚོ་ཕར་ཚུར་ནང་ཁུལ་ལས་གོ་བསྡུར་བྱེད་དགོས་ཡ་དང་དེ་ནང་བཞིན་འཛིན་སྐྱོང་ལས་གོ་བསྡུར་བྱེད་དགོས་ཡ་ནས་ཕྱི་འཛིན་ལྷན་ཚོགས་ཀྱི་འཐུས་མི་ཤེས་ཡོང་རེད་ནས་ད་ག་ནང་བཞིན་རྒྱུན་ལས་རེད་ཚང་མ་ལས་གོ་བསྡུར་བྱེད་ནས་དེ་ལས་ཀ་ད་ལས་རིན་འདྲ་བོ་མང་པོ་སྒྲིག་དགོས་ཡ་དེ་ཆགས་ཀྱི་རེད་དེ་ཚོ་དེ་ང་ཚོ་ད་སྐབས་སྐྱོབ་རྗེས་ཀྱི་ནང་ལོག་ལ་ང་ཚོ་ཚགས་ཚུད་པོ་ཡག་པོ་སྒྲིག་ཡོང་ཡ་གི་རེ་བ་བྱེད་ཀྱི་ཡོད་ད་གནས་ཚུལ་གཅིག་དེ་བོད་ནང་གི་གནས་སྟངས་ཆགས་དེ་རེད་བོད་ནང་གི་བོད་མི་དེ་ཚོ་གི་གནས་སྟངས་འདྲ་ཡིན་པ་ཡིན་ན་ད་ང་ཚོ་ཉིན་རེ་ནས་ཉིན་རེ་འཛའ་དྲག་ཇེ་ཆེར་འགྲོ་འོང་བ་རེད། ད་ཉེ་ཆར་རྒྱ་ནག་གི་གྲོས་ཚོགས་ཀྱི་ཐོག་ནས་ད་མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་སྤེལ་གྱི་འཕྲིན་ཡིག་ཟེར་ནས་གྲངས་ཉུང་མི་རིགས་ཀྱི་ངོ་བོ་དེ་རྦད་དེ་རྩ་མེད་བཏང་ཡང་གི་དེ་ཆགས་དགོས་བ་རེད་དེ་ནི་ང་ཚོ་བོད་དེ་བལྟས་ན་རང་ཡིག་གི་ཚུད་འགྲོ་འོང་བ་རེད་དེ་ཚོ་ཐོག་ལ་ང་ཚོ་དམིགས་བསལ་གྱི་སྦྱར་ཞིབ་ནོར་ལོག་ལས་ཀྱི་ནུས་པ་བཏོན་ནས་དེའི་ཐོག་ལ་ཅིག་གནས་ཤུགས་སྤྲད་ཐུབ་ཡ་ཐབས་ཤེས་ག་རེ་དང་དེ་ཚོ་དེ་ང་ཚོ་ད་བོད་ནང་གི་བོད་མི་གི་ངོ་བོ་དང་ད་དེ་ཚོ་དེ་ཐོག་ལ་ཀྱི་སེམས་ཁུར་གནང་ནས་འོང་རྒྱ་ཕྱིའི་ནང་ལོགས་ལས་ཞོག་ཁུལ་བཤད་དགོས་ཡ་དང། བོད་ནང་གི་བོད་མི་གི་བདེ་དོག་ལ་ཡང་ཆེས་སེམས་ཤུགས་འཕར་ཡ། མི་ཚེ་ག་རེ་གནང་ཡ་འདུག་ང་ཚོ་དེའི་ཐོག་ནས་ཐུགས་རྗེ་ཆེ་འགན་ཁུར་འདྲ་བོ་ཤུགས་ཆེ་ཆེ་བཞེས་ཐུབ་ན་ཡག་པོ་བ་རེད་བསམ་གི་འདུག་དེ་ཡིན་ད་ང་ཚོ་སྒྲིག་འཛུགས་དེ་ད་བཙན་བྱོལ་གི་གནས་བབ་ཀྱི་ཐོག་ནས་ཞེ་བོ་ཅིག་ཡག་པོ་ཆགས་བསྡད་རེད་ད་དེ་མུ་མཐུད་ནས་ཆེ་ཚགས་ཚུད་པོ་ཡག་པོ་ཅིག་འགྲོ་ཐུབ་པ་ཡིན་ན་ནི་རང་བཞིན་གི་ད་ང་ཚོ་བཙན་བྱོལ་གི་བོད་མི། ཙམ་མ་རེད་ད་བོད་ནང་གི་བོད་མི་རེད་རྒྱ་གཞིས་ནང་གི་ང་ཚོ་རྒྱབ་སྐྱོར་བྱེད་མཁན་རེད་ཚང་མ་ད་ང་ཚོ་བཅས་བོད་མི་སྒྲིག་འཛུགས་ལ་བཅས་ཚོས་བློ་ཡིད་མགུ་ཐུབ་ཡ་འགྱོར་བ་ཞིག་ཡིད་དབང་འཕྲོག་ཐུབ་ཡ་གི་ང་ཚོ་ནུས་པ་ཏན་ཏན་བསྟན་ཡ་རེད་བསམ་གི་འདུག་དེ་ག་ནང་བཞིན་གྲོས་ཚོགས་རེད་ནི་དེ་ག་ནང་བཞིན་གི་འཛིན་སྐྱོང་རེད་ནི་སྲིད་ཇུས་ལས་བྱེད་རྣམ་པ་རེད་རྒྱ་གཞིས་མང་ཚོགས་རེད་ཚང་མ་གི་དེ་ཐོག་ལ་ང་ཚོ་སེམས་ཁུར་བླང་ཐུབ་དགོས་ཡ་དེ་གལ་ཆེན་པོ་ཞིག་རེད་ཤག།